ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཕྱི་ཟླ་དགུ་པའི་ཚེས་གཉིས་རྩ་གསུམ་ནས་ཧྥ་རན་སི་གྲོས་ཚོགས་གོང་མའི་ཚོགས་ཁང་དུ་ཧྥ་རན་སི་གྲོས་ཚོགས་གོང་མ་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཧྥ་རན་སི་ས་གནས་དོན་གཅོད་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག

ཕེ་ཤ་ནི་རྩ་བའི་འདི་ན་ནི་གྲོས་ཚོགས་འཐུས་མི་རེད་གཞུང་ཚབ་ཁག་ནི་རེད་ནི་དེ་མ་ཡིན་པའི་ད་ང་རང་ཚོ་ད་ལྟ་གར་ཤོར་བའི་པཱ་རིས་རང་གི་ད་གྲོང་ཁྱེར་འདྲ་མིན་སྣ་ཚོགས་ནས་ནི་སྐུ་ཚབ་དེ་འདྲ་ཕེ་ཤ་ནི་ད་ལྟ་ང་རང་ཚོ་ས་གནས་ལ་ཡོད་པའི་བོད་རིགས་ཚོགས་པ་རེད་འདི་མ་ཡིན་པའི་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་ཁག་དང་གཞོན་སྐྱེས་ཁག་ཅིག་དེ་འདྲས་ཕེབས་རྗེས་ད་ལྟ་ང་ཚོ་གོང་ས་མཆོག་གི་འཁྲུངས་སྐར་དེ་སྲུང་འཛིན་ཞུ་དང་ཞུ་བཞིན་པ་རེད། ལའོ་ཐ་ད་ལན་རྩ་བའི་གྲོས་ཚོགས་འཐུས་མིའི་ནམ་རྒྱུན་ལས་བེད་མ་ང་ཕེ་ཤ་འདི་ཕེ་རྩ་བའི་ང་ཚོའི་ཆེད་དུ་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ། ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་དུས།

གཞུང་འབྲེལ་གྱི་མཛད་སྒོ་ཞིག་གསུང་བཤད་བྱས་པ་རེད། ད་ལྟའང་སྐུ་མདུན་གྱི་ཐུགས་བསྐྱེད་གཏམ་བཅད་བཞི་གཙོར་གྱིས་པའི་མཛད་པ་དང་ང་ཚོ་དབུས་བོད་མི་སྒྲིག་འཛུགས་ཀྱི་ད་ལོ་དགུ་བཅུ་ཐམ་པ་གྱི་གོ་སྟོན་དེ་གཤམ་གསལ་གྱི་བློ་གསལ་བསྒྲགས་གནང་བ་གནང་བྱས་ནི་དེ་སྐུ་མདུན་གྱི་མཛད་རིམ་དང་རྣམ་པ་ཅུང་འགྲེམས་སྟོན་ཡག་རེད། ང་ཚོ་སྤྱང་མགོ་རིན་པོ་ཆེ་དེ་ང་ཚོ་བོད་ཀྱི་བོད་མི་ཚང་མ་གྱི་སྲོག་ལྟ་བུ་རེད་སྤྱང་མགོ་རིན་པོ་ཆེ་ང་ཚོ་གི

གྲོང་གསེབ་ཀྱི་འཕེལ་རྒྱས་ལ་དེ་ནས་དེ་རྒྱ་རིམ་པ་ཆེ་གེ་སྒུག་སྟོད་ལ་པའི་གསོག་རྩིས་ཞུ་ཡ་དེ་དངོས་གནས་དྲང་གནས་དེ་ངོ་ཚ་ལི་ཡ་དང་དུད་གྲོས་ཚོགས་ཀྱི་འཐུས་མི་ཧན་དེ་གི་སྣང་དོགས་ལ་པའི་སྣང་གཞུག་བྱེད་ཡ་རག་ཡ་དེ་སྐེ་ཡ་བཟང་པོ་དང་པའི་ཞི་བུ་ཀྱི་པའི་དགའ་ཚོར་ཞི་བུ་ཀྱི་པའི་སེམས་པ་ནོར་དགའ་ཚོར་ཞི་བུ་ཀྱི་སྐད་གསུང་ཨ་ནི་པའི་གྲོས་ཚོགས་ཚོགས་ཀྱི་འཐུས་མི་ཧན་དེ་ཡིན་ན་པའི་ཁོ་རོ་སོགས་ཀྱི་པའི་དགའ་པོ་ཞི་བུ་ཀྱི་གི་པའི་སྣང་ནས་གི་པའི་སེམས་པ་འདི་ནི། པའི་དངོས་གནས་དྲང་གནས་སོ་སོ་བོད་དང་གང་གང་ལ་བའི་བརྩེ་བ་ཡོད་མཁན་དང་ཨ་ནི་པའི་མ་ཟེར་གི་ནི་གནས་འབོར་གནང་སོང་ཨ་ནི་ངོ་ཚོ་ཡིན་ན་ལ་དེ་པའི་ནི་དགའ་པོ་ཞི་བུ་བྱུགས་སོང་དེ་ནི་དེ་ཁོ་ལ་ཨ་ནི་དུས་ཆོས་གི་སྐུ་དངུལ་དང་དེ་ནི་དེ་ཁོ་ལ་ངོར་ཚོ་བོད་པ་དེ་མང་པོ་ཞི་བུ་ཕེ་ནི་གི་གཞི་འདྲ་དོ་དེ་འདྲ་གཏོང་ནི་གི་པའི་མ་ཟེར་ཡག་པོ་བྱས་སོང་གྲ་འགྲིག་པོ་ཞི་བུ་བྱུགས་སོང། ཨ་ནུས་པའི་ཚང་མ་དེ་ལ་ཐུགས་རྗེ་ཆེ་ཙོ་ཞུ་ཡ་ཡིན། ད་རིང་ཧྥ་རན་སི་ནང་ལོགས་ལ་གྲོས་ཚོགས་གོང་མ་གིས་གོང་ས་མཆོག་དགུང་ལོ་དགུ་བཅུ་འཕེལ་བའི་གི་འཁྲུངས་སྐར་བཏང་ཡོད་རེད་བ། དེ་ལ་ད་ང་རང་གིས་སུས་འཚོ་བ་ལབ་ན་སུས་འཚོ་དཔེ་སྐྱིའུ་སྐྱིའུ་འདུག་སྐྱིའུ་གཅིག་པོ་མེད་བ་བྱས་ད་གོང་ས་མཆོག་གིས་ད་རེ་བ་རྒྱག་ས་ཡོད་ན་མིན་ན་འདི་ད་ང་རང་ཚོ་བོད་པ་ཚང་མ་ལོགས་ལ་བོད་དོན་དང་ཨ་ནི་ད་བོད་པ་མེད་པ་ཡིན་ན་ཡི་རེད་ནང་ཆོས་དང་མང་པོ་ཞིག་ལ་ཨ་ནི་སུས་སུས་ང་རང་སྒེར་ནས་སུད་སི་རྩ་ཡིག་བླ་མ་དང་ཨ་ནི་སུད་སི་ཀྱི་ལམ་ཁ་བརླག་དུས་ཡོད་རེད། ལམ་ཁ་བརླག་དུས་ཨ་ནི་གོང་ས་མཆོག་གི་བཀའ་སློབ་དེ་ཚོ་ཉན་དུས་སུད་སི་འཚོ་བ་དཔེ་ཤུགས་ཆེན་པོ་སླེབས་ཀྱི་འདུག་ཨ་ནི་ལམ་སྟོན་པ་ཨ་ནི་ཞུ་ན་ཡི་འགྲིག་གི་འདུག་འོང་ཞེས་ནས་ང་རང་གིས་ད་གོང་ས་མཆོག་སུད་སི་ཡི་འཚོ་བ་འདྲ་ཞིག་འགྲོ་བྱེད་ཡིན་སྙམ་འདུག་ཨ་ནི་ད་རིང་དེ་ལ་ཕེབས་དུས་ད་བོད་པ་གཅིག་པུ་མེད་པ་བྱས་ཨ་ནི་ཕྱི་རྒྱལ་མང་པོ་ཞིག་ཡོད་རེད། ནི་ཁོ་རང་ཚོ་ལས་གོ་ཐོབ་པའི་དེ་གོང་ས་ཆོས་གང་ལ་ཡིན་ན་ཡི་རེད་བོད་དོན་གང་ལ་ཡིན་ན་ཡི་རེད་ད་གོང་ས་ཆོས་ཀྱི་ཡོད་ན་མེད་ན་དེ་བོད་རྩ་དོན་དེ་དཔེ་གལ་ཆེན་པོ་ཅིག་བརྩིས་ཡོད་དུས་འདི་ང་རང་ཚོ་བོད་པ་ཚང་མ་གི་ཤུགས་གལ་པའི་དེ་ལས་འགན་རེད་བསམ་གྱི་འདུག་རེད་བ་འོན་ཀྱང་ད་རིང་དེ་ལ་བཅར་དུས་སུད་སུད་ཀྱི་ད་གོང་ས་ཆོས་ཀྱི་དགུང་ལོ་དགུ་བཅུ་འཕེལ་བའི་གི་འཁྲུངས་སྐར་སྙོམས་དུ་ནི་སུད་སུད་ཀྱི་ད་འཚོ་བ་ལ་དུས་གཞོན་པ་ཅིག་ཡིན་པ་ཙམ་བྱས་ནི་བོད་དོན་གང་དེ་ལ། ཤུགས་རྒྱབ་ཡག་ཡིན་ཟེར་ནས་ཨ་འདྲ་བྱས་ནས་སླེབས་བས་ཡིན། ད་རེས་ང་ཚོ་དེ་ལ་གོང་ས་མཆོག་སྐུ་ཆུང་ག་དགུ་བཅུ་དེ་ནི་ཧྥ་རན་སི་ན་དེ་ངས་བོད་པ་ལོས་ཆུང་བ་དང་ནི་ཧྥ་རན་སི་གཞུང་གི་ལས་ཀ་བྱེད་ངེས་བོད་པ་ལ་རོགས་པ་བྱེད་ངེས་རོགས་པ་བྱེད་ངེས་སྙམ་དུ་ནི་གོང་ས་མཆོག་ཆུང་ག་དང་ག་ལེན་ཨ་ནི་ད་རེས་འདི་འུ་ངས་དེ་དངོས་གནས་གལ་ཆེན་པོ་མཐོང་གི་འདུག་ཧ་ཅི་ན་ན་ནི་ང་ཚོ་ཨིན་ཇི་ཨིན་ཇི་ད་ལྟ་ཧྥ་རན་སི་གཞུང་གི་ནང་ལས་ཀ་བྱེད་ངེས་དེ་ཚོས་སྙམ་དུ་ང་ཚོ་ལོས་ཆུང་བ་དེ་ཚོས་འབྲེལ་བ་འབྲེལ་བ་ཡག་པོ་བྱས་རྗེས་རྗེས་མ་མ་འོངས་པར་ཡང་ང་ཚོ་ཕར་ཚུར་རོགས་པ་བྱེད་ཀྱི་དུས་ཚོད་གོ་སྐབས་ཡག་པོ་རེ་བཟུང་གི་འདུག། རྒྱ་གར་རིན་པོ་ཆེ་ཡིན་ན་ང་རང་ཆེད་དུ་ཡིན་ན་དམིགས་བསལ་དང། དང་ང་རང་ཆེད་དུ་དང་བོད་པ་རིགས་བོད་པ་བོད་པ་བོད་མི་ཚང་མ་ཆེད་དུ་རེ་བ་རེ་བསམ་གྱི་འདུག་ར་ག་ཞིག་ན་ན། ད་ལྟ་ང་ཚོ་ད་རྒྱ་གར་ལ་སློབ་སྦྱོང་བྱ་ང་རེད་ན་རེ་ཕར་འདི་ད་ཕྱི་རྒྱལ་ལ་སློབ་སྦྱོང་བྱ་ང་ཡིན་ན་རེ་ཚང་མ་ཁོ་རང་གི་བཀའ་དྲིན་རེད་ཁོང་གི་བཀའ་དྲིན་རེད་འོན་ཏེ་ཨ་ནི་ད་རེ་ངེས་ན་ང་ཚོ་འདི་ལ། ཤེས་ན་ལ་ད་དེ་གོང་ས་མཆོག་ཁོ་རང་གོ་སྟོན་ག་ཅིག་འཁྲུངས་སྐར་ཨ་ནི་ད་འགའ་ལེ་རེད། འོན་ཏེ་ནི་ད་པའི་གའུ་ཆུང་སོགས་ག་ཅིག་ན་ན་ཕྱི་རྒྱལ་དེ་བ་ལ་ཡིན་ན་ད་གོང་ས་མཆོག་ད་བོད་པ་དེ་ཚོ་ལ་རྒྱབ་སྐྱོར་མང་པོ་བྱེད་ཀྱི་ད་འོན་ཏེ་ནི་འོན་ཏེ་གའུ་པའི་ཆུང་སོགས་རྒྱབ་སྐྱོར་དེ་ཚོ་ལ། དེ་རིང་ང་ཡང་ཨ་ནི་བྷི་ཏེག་ངོས་ནས།